རྒྱུ་མཚན་རེད་མདའ་བ་གཞོན་ནུའི་བློ་གྲོས་ལ་ཡང་རྗེ་བདག་ཉིད་ཆེན་པོ་གིས་དེ་ནི་བསྟོད་པ་ཕུལ་གནང་ཡོད། དབུས་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་ཡང་གངས་ཅན་མཁས་པའི་གཙུག་རྒྱན་རེད་མདའ་བ་གཞོན་ནུའི་བློ་གྲོས་ཞབས་ལ་གསོལ་བ་འདེབས་སོང་ནས་གསོལ་འདེབས་དེ་རྩོམ་ནས་རེད་མདའ་བ་ལ་ཕུལ། དེ་ཕུལ་བའི་སྒང་ལ་རྗེ་བཙན་རེད་མདའ་བ་ཧ་ཅང་ཐུགས་དགྱེས་པོ་བྱུང་བ་རེད་ཁྱེད་རང་ང་ལ་དེ་འདྲའི་ཡི་པའི་བསྟོད་པ་བཏོན་ནས་ཕུལ་བ་དེ་ཡག་པོ་ཞེ་དྲག་རེད།

སོང་ནས་མ་ན་མ་ན། དེ་ལྟར་དེ་འདྲ་ཡིན་དུས་གྲུབ་པའི་འཁོར་བ་མཐོན་པོ་ལ་ཕེབས་པས། ཕྱི་དྲོ་གཉིས་ལྡན་གྱི་བཅུ་པའི་དམ་པ་སངས་རྒྱས་མི་བྱེད་པ་གཉིས་གཅིག་གིས་གཅིག་ལ་ཡར་ཕུད་མ་ན་བྱས་པས་དེ་ནི་བྱིན་རླབས་ཀྱི་ཚན་ཁ་ཤིན་ཏུ་མྱུར་བར་བྱས་ནས་དེ་དག་གིས་དེ་ནི། སོ་འདི་གཟུངས་སྔགས་ཀྱི་རྒྱལ་པོ་ཡིན་གསུངས་པ་ལ་འཁོར་འདས་ཀྱི་ལྷའི་དང་བོས་གངས་ཅན་གྱི་ལྗོངས་ལ་ཡར།

རྒྱུ་བདག་ཉིད་ཆེན་པོའི་སྐྱོ་བོ་དག་སྡུད་པར་བྱེད་ན། དབང་ཡིན་ལས་རང་སྒྲ་གཉིས་པ་གཅིག་བྱུང་སྟེ་རང་གི་སྐྱོ་བོ་ལ་ཐིམ། ལུས་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་གང་ལ་དག་སོང་བསམ་པའི་མོས་པ་བྱེད། དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་ཡང་ཟེར་དུས་ཀྱི་བདག་ཉིད་ཆེན་པོའི་མགྲིན་པའི་ཨ་ལས་རང་སྒྲ་གཉིས་པ་གཅིག་བྱུང་ནས་རང་གི་མགྲིན་པ་ལ་ཐིམ། ངག་གི་སྒོ་ནས་བསགས་པའི་སྡིག་སྒྲིབ་གང་ལ་དག་སོང་བསམ་པ་བྱེད།

དེ་འདྲ་གི་མོས་པ་བྱས་ནས་དཔེ་ཚེ་མར་འབུམ་གྱིས་སྟོན་པ་ཡིན་ན་རྗེ་བདག་ཉིད་བྱིན་པའི་རྗེས་སུ་བཟུང་གི་རེད། རྗེས་སུ་བཟུང་ཡང་ངས་ཁག་ཚིག་དྲུག་ཡོད་སོང་ནས་འཇའ་ཡང་བཞད་པའི་བཀའ་གནང་བ་ཡིན་སོང། དཔྱད་ལྟ་འཇའ་ཡང་བཞད་པ་ངག་དབང་བརྩོན་འགྲུས།